ཨ་ནི་ལྷག་པར་དེ་རིགས་སྐད་ས་རྒྱ་གར་ནང་ལ་ཡང་ང་ཚོ་བོད་པ་ལ་མིང་ཆད་གསར་པ་གཅིག་ཡོད་རེད། རྒྱ་གར་ལ་སླེབས་ནས་ལོ་བཞི་བཅུ་ཞེ་དྲུག་ལྷག་ལོ་བཞི་བཅུ་ཞེ་བདུན་མ་སེམས་ཚེ་ཞིག་ཕྱིན་སོང། དེ་སྔ་ཕན་ཆད་རྒྱ་གར་ནང་གི་བོད་པ་ཚོའོ་མིང་ཆད་ཧ་ལམ་མེད།

ཡག་ཏུ་འགྲོ་བར་བ། ཤེས་བྱའི་ཡོན་ཏན་ཡག་ཏུ་ཕྱིན་པའི་སྐད་ཆ་རེད། དཔལ་འབྱོར་ལོངས་སྤྱོད་ཡག་ཏུ་ཕྱིན་པའི་སྐད་ཆ་རེད། ཡག་ཏུ་འགྲོ་རྒྱུའི་ཚབ་ལ་སྡུག་ཏུ་སྡུག་ཏུ་ཕྱིན་ན་ད་ག་འགྲིག་མི་འདུག་ག། ང་མི་སྒེར་པ་ཞིག་ལ་རེད་ག་གེ། ཧ་ལས་ག་གེ་ཡོད་མ་རེད་དེ་ཡིན་ནའི་ད་བོད་སྤྱི་པའི་འགན་ཞིག་གིས་ནི་བསྡད་ཀྱི་ཡོད་རེད། ད་ལོ་ཡག་ཡག་བསྡད་ཡོད་དུས་ཨེ་ནི་བོད་པའི་མིང་ཆད་སྡུག་ཏུ་སྡུག་ཏུ་ཕྱིན་ན་ད་ད་བསྡད་མ་བསྡད་མི་འདུག་བསམ་གྱི་རེད་དྲན་གྱི་འདུག་ག་འཇམ་འཇམ་ལ་ཡ། ཨ་མདའ་མོ་ཏོ་ཁུ་ཐག་བཅད་ཡིན། རེ་བ་ཞིག་བརྒྱབ་ནས། ང་ཚོའི་སྤྱི་ཚོགས། བོད་ནང་ལ་ཡིན་ནས་རེད་བོད་ཕྱི་ལ་ཡིན་ནས་རེད་ཅིག་ཚང་མས་ང་ཚོ་ཤུགས་རུ་བསྐྱབས་ཆེད། ང་ཚོ་བོད་བསྟན་སྲིད་ལ་ཕན་པ་ཅིག་ཡོང་གི་རེད་བསམ་པའི། རེ་བ་རུ་བསྐྱབས། ཡིད་ཆེས་རུ་བྱས། སྨོན་ལམ་རུ་བསྐྱབས་ཅེས་བྱ་བ་བྱེད་ཀྱི་ཡོད་རེད། ད། བོད་པའི་མིང་སྡུག་ཏུ་སྡུག་ཏུ་ཕྱིན། བོད་པའི་གཤིས་ཀ་སྡུག་ཏུ་སྡུག་ཏུ་ཕྱིན་པ་ཡིན་ན། སྐྱེ་བ་ཕྱི་མ་ག་བར་འགྲོ་ད་དེང་སྐད་མེད་དེ་ད་ཡིན་ནའི། ཕན་ཐོག་མེད་ན་ཆོག་སྐད་མི་འདུག་ཨ་ནི་དེ་འདྲའི་རེད་བ། ད་དེ་འདྲ་ཡིན་དུས། དེ་ངས་ཡུས་བཤད་པ་མ་ད་དེ་འདྲ་དྲན་གི་ཟེར་སོང་ལ་ཡ། ད་དེ་འདྲ་ཡིན་དུས་ང་ཚོ་ཚང་མ་ལོག་པ་ད་ཟེར་སོགས་བྱས་ན་མ་གཏོགས། ཨ་ད་ཅིག།

ལྐུགས་པའི་ལྐུགས་རྟགས་བསྟན་གྱི་ཡོད་རེད། བོད་པའི་མཚན་ཤས་རེད། ངོ་ཚ་ཡག་རེད། རྒྱན་ཆ་ཟེར་ཡག་དེ་ནང་གི་རྒྱན་ཆ་གོ་རེད། ཆོས་ཡོན་ཏན་གྱི་ཤེས་ཚད་ཡོད་ན་དེ་རྒྱན་ཆ་རེད། སྒོ་གསུམ་གཞི་གཅིག་འཐུས་བ་བྱོས་ན་དེ་རྒྱན་ཆ་རེད། རེད་མ་གཏོགས་ནང་ལ་ཅིག་ཆོས་དང་འཇིག་རྟེན་གྱི་ཡོན་ཏན་གང་ཡང་མེད་པ་ཅིག་ལ་དྲི་རུ་བཞི་བཏགས།